ཡང་ད་ལྟ་ཁྱོད་ཀྱི་སྣང་འཕྲིན་དེ་གི་འཆར་སྒོ་དེས། ད་ལྟ་ང་ཚོ་ཐ་ན་སེར་བྱེས་ནས་སྐྱེས་པ་འདི་དག་ནང་འདྲེ་ནག་མ་ངེས་པའི་རྟགས་གཞིར་ངེས་ཤིང། དེ་ལས་གཞན་དུ་གང་དུ་ཡང་མ་ཤེས་དོགས་ཟེར་ཏི་ཀ་ཏོ་རེད་འདུག་བ། ད་ཏི་ཀ་ཏོ་རེ་ཁྱོད་རང་གི་ད་ལྟ་འཆར་སྒོ་གི་རྩོད་ཡ་དེ་འདྲེ་ནག་མ་ངེས་པའི་རྟགས་ཡང་ན་དེ་ལ་གཞི་གྲངས་ངེས་ཚོད་ལ་རྩོད་ལབ་གི་འདུག་བ། ཇི་ལྟར་ང་ཚོ་ཏི་ཀ་ཏོ་རེ་ཡར་ལྷང་ལྷུང་གིས་བཤད་ཡོད་དུས། ད་ལྟ་ང་ཚོ། ཚད་མ་སྣ་ལྔའི་ཁ་དོག་ལ་ཡང་འགལ་དམིགས་དྲུག་དང། འབྲེལ་ལྡན་མ་མེད་པ་བཞི་བཅས་ནས། སྣ་ལྔའི་ནི་དེ་ལྟ་ན་མིང་བས་ནི་སྦྱོར་བ་ཞེས་གྲགས་ཀྱི་རྣམ་པ་བཅུ་ཡིན་ནོ་ཟེར་གྱི། ཞེས་གསུངས་ཀྱི་དེ་ལས་གཞན་དུ། འགྲེལ་པ་བསྟན་བཅོས་ཀྱི་དགོངས་པ་མི་ཟིན་སོང་ཡང་ཅི་ཡོང་གི་ཡོད། དེ་ལྟ་ན་ང་ཚོས་ཚད་མ་རིགས་ཐེག་གི་སྐབས་དེ་ནས་སྦྱོར་བ་ཞེས་གྲགས་ཀྱི་རྣམ་པ་བཅུ་གཅིག་བལྟས་ཟིན་དུས་ག་ལ་ཡང་དེ་དང་མི་འདྲ་ཅིག་ལས་ཡོང་གི་འདུག་བཅུ་གཅིག་ཞེས་ཅི་ཡོང་གི་འདུག་ད་དེ་ནང་ལོགས་འདི་འདྲ་ཁྱོད་རང་གི་ཁ་དོག་གི།

ཨ་ནེ་བུམ་པ་ཡོད་པ་ཉི་སེར་ན་མི་འདུག་ཁོ་གཉིས་ཆབ་མྱངས་རོགས་ཁྱེད་འདི་ཆབ་མྱངས་ཀྱི་ཐུགས་ནས་བཀག་ཡོང་དུས་རང་བཞིན་མ་མི་བཏང་ཡང་འདི་གསུང་གི་འདུག་ཨ། ད་འདི་གི། ངོ་བོ་འདི་ལ་ཆབ་ཆེ་བར་ཆགས་མྱངས་པ་གཉིས་ཆེ། ད་རྒྱུ་འདི་ལ་ཡང་རྒྱུ་གནང་རོགས་ཡིན་ན་རྒྱུ་མ་མེད་པ། ཅི་ད་མི་མེད་ཚ་མོ་རྒྱ་མཚོས་ན་གཅོད་ཅིང་དགའ་བྱུས་སུ་ལྟ་བའི་དོན་དེར་བ། དེ་ཡི་རྒྱུ་དཔེར་ན་མི་མེད་ཚ་མོ་རྒྱ་མཚོས་ན་གཅོད་ཅིང་ཨ་ནེ་ག་རེ། དོ་བ་མེད་དེས། མི་མེད་པའི་ཞིང་ལ་གི་རོ་དགའ་བྱུས་སུ་ལྟ་བའི་དོན།

བུ་མ་ཚེ་མས་མ་དམིགས་པའི་རྟགས་བཀོད་ཡོད་འདོད་ག་ལ་ཞེ་ན། གོ། ག་རེ་སེ་གོ་རེ། མཚན་ཉིད་མེད་པའི་རྟགས་ལས་ཚུལ་ཞབས་ཉམས་པ་དྲུག་དེ་ངེས་པར་འབྱུང་གི་འདུག་བ། སྤྱིར་དེ་འདྲས་ཀྱི་དགོས་མཁོ་མ་རེད་བས་རྟགས་ལུགས་ཆོས་ལོག་གཉིས་མཚན་མཚོན་ཡིན་པས་ཆགས་ཀྱི་མ་རེད་བས། བ་དེ་གཏོང་གི་རོགས། མ་ཆགས་ལ་ནི་ཆགས་ཨ་ད་ད་ལྟ་ང་ཚོ་རྒན་གྱི་བློ་གསལ་ག་གྱི་ནང་ལ་ཡོད་བ།

ཨང་དུ་སྲིད། ད་ཡང་གཉིས་ལ་ད་ནི་ང་ཚོས་སྤྱི་བཏང། དཔེར་ན་ང་ཚོ་ད་གིས་ཆ་ཤས་མེད་པའི་རྟགས་ཡང་དག་བཀོད་ཡོད་དེ་ང་ཚོས་ཕར་ཕྱིན་བཅུ་བདུན་ན་ཡོད། འདིར་ཆ་ཤས་མེད་པའི་རྟགས་སུ་ལུས་པའི་ཆོས་ཚུལ་དཔོན་ལུགས་ཀྱི་བཞེད་པ་དང་ཁས་བླང་བར་བྱའོ་ཟེར་ན་ཡོད། གཞན་ལ་ན་ཚོད་ཆོས་ཅན། བདེན་པར་མེད་དེ། བདེན་པར་གྲུབ་པའི་རྐྱེན་དང་བདེན་པར་གྲུབ་པའི་དུ་མ་གོ་རང་དུ་མ་གྲུབ་པའི་རྟགས་དེ་བཀོད་རོགས། ལྟར་ཆ་ཤས་མེད་པའི་རྟགས་ཡང་དག་ཡིན་སེམས་ཁོ་རོགས། ཆ་ཤས་མེད་པའི་རྟགས་ཡང་དག་ཡིན་ན། ནཱ་རོ་ཀི་འདྲེན་སྟངས་མེད་པའི་རྟགས་ཡང་དག་ཡིན་མ་ཐག།